བཀྲ་ཤིས་བདེ་ལེགས། རྣམ་པ་ལེན་གྱི་སྐུ་ཁམས་བཟང། དེ་རིང་ཁྱེད་རྣམ་པའི་སྙིང་ལམ་མཛེས་བཞིན་པ་དེ། ཕ་རན་སི་ས་གནས་མདོ་ཁམས་ཆུ་བཞི་སྒང་དྲུག་རྒྱུན་ལས་ཀྱི་གོག་སྒྲའི་འུར་ལ་ཡ། མདོ་ཁམས་ཆུ་བཞི་སྒང་དྲུག་བསྟན་སྲུང་དྭངས་བླངས་མ་དབུ་བརྙེས་ནས་མི་ལོ་དྲུག་ཅུ་རེ་བརྒྱད་འཁོར་བའི་དུས་དྲན་གྱི་ཡུལ་ངེས་ཚན་པ་ཞིག་རྣམ་པ་ལྷན་རྒྱས་སྤྱན་ལམ་དུ་བསྒྲིགས་བཟོ་བྱས་ཡོད། དེ་ནི་ཐོག་མར། རྣམ་པ་ལྷན་རྒྱས་ལ་ཡ། དགོངས་གསལ་བྱས་ཡ་ཞིག་ལ་ཡ། དེ་ནི་གུས་པ་རང་རང་གི་སྔ་དྲོ། རིང་ལ་ཡང་དེ་ནི་པར་རིས་དང་བརྙན་ཐུང་ཁ་ཤས་བྲིས། དེ་ནི་རྣམ་པ་གླིང་བཞི་ལ་རྐྱེན་ལམ་སྒྲིག་བཟོ་རྩིས་ཡོད་ལ་ཡང་དེ་ནི་དེ་ཚོ་གི་རྐྱེན་བྱས་ཀྱི་ཉན་གང་གི་བརྙན་ཐུང་དང་ལྟ་ཚུལ་དྲུག་རེད། པར་རིས་དེ་དག་རྩ་བ་ཉིད་ནས་དེ་ཚོ་གི་རྐྱེན་པས་བྱས་ན་ག་ཚོད་རྒྱག་ཐབས་མ་སོང་ལ་ཡང་དགོངས་སུ་བཞག་ཡིན།

མདོ་ཁམས་ཆབ་སྲིད་སྒང་དྲུག་གི་ཚོགས་གཙོ་གིས་མི་མང་ལ་ཡང་བཀའ་ལབ་གནང་ཡ་དང། དེ་ག་ནང་བཞིན་གི་ད་འདི་གར་དེ་ཚོ་གི་བང་རམ་བཞིན་མི་མང་ལ་གཞིས་སྣ་ཟིང་པར་བྱེད་ཡ། དེ་ནི་རྩ་བའི་ཆེད་དུང་གོ་ཐོག་མར་ང་ཚོ་བོད་རྒྱལ་ཁབ་ཆེན་པོའི་རྒྱ་ལའམ་མདོ་ཁམས་ཆབ་སྲིད་སྒང་དྲུག་གི་དམག་ལ་དེ་དག་གཏོང་ཡ་དང། དེ་ནས་ང་ཚོ་ཆེ་མདོ་ཁམས་ཆུ་བཞི་སྒང་དྲུག་དབུས་སྤྱི་ཁྱབ་ཀྱི་གསུང་འཕྲིན། ཡོངས་ཁྱབ་གསུང་འཕྲིན་དེ་དག་སྒྲོག་སྦྱང་གནང་ཡ། དེ་ག་ནང་བཞིན་གྱི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཡོངས་ཁྱབ་གསུང་འཕྲིན་དེ་དག་སྒྲོག་སྦྱང་གནང་ཡ། དེ་ག་ནང་བཞིན་གྱི་འབྲོང་གྱི་གཙོ་བོ་ལ་ཡ་ད་རང་བྱོན་དོང་ཅོག་མཇུག་དང་བོ་རའི་ཚུགས་པའི་ཚོགས་གཙོ། དེ་ག་ནང་བཞིན་གྱི་དབུས་གཙང་ཕྱོགས་ཁག་གི་ཚོགས་གཙོ་མདོ་སྨད་ཕྱོགས་ཁག་གི་ཚོགས་གཙོ་གཞོན་ནུ། རང་བཙན་སློབ་གྲོགས་ཚོགས་པ། དེ་ནི་ཚོགས་གཟེར་རྣམ་པ། ལུང་ཚན་ཁག་གི་ཚོགས་གཙོ། འདི་ག་ནང་བཞིན་གྱི་མདོ་ཁམས་ཆེ་ཆུང་གང་དྲུག་གི་སློབ་གྲྭ་གི་འགན་ལག་ཏུ་འདི་གར་བ་ཧ་ལི་ཡ་གི་མི་མང་མང་པོ་བཅས་མཉམ་འཛོམས་གནང་སོང། འདི་ག་ནང་བཞིན་གྱི་ད་ང་ཚོ་བོད་མི་མང་སྤྱི་འཐུས་ལྷན་ཚོགས་གསུང་འཕྲིན་དེ།

དཀའ་ལས་ཁག་པོ་ཆགས་དེ་ཡང་བྱུང་འདུག་དེ་ཡིན་ན་ཡང་ཧ་ལས་ཡག་གི་མི་མང་པོ་ཅིག་མཉམ་འཛོམས་བྱེད་ཆེད་ད་དེ་དྲིན་ཡང་རྗེས་དྲིན་དེ་དང་ནང་སོང་རྩ་བའི་མདོ་ཁམས་ཆབ་སྲིད་སྒང་དྲུག་གི་ད་དེ་དྲིན་ཐེངས་དྲུག་ཅུ་རེ་བརྒྱད་པ་དེ་ད་འཛམ་གླིང་གི་ས་ཚུགས་མང་ཆེ་བ་ཕལ་མོ་ཆེ་ནས་དེ་ནི་རྗེས་དྲིན་ཡང་དེ་དྲིན་དེ་ཞིག་གནང་གི་ཡོད་རེད། དེ་ག་ནང་བཞིན་གྱི་ད་དམིགས་བསལ་གྱི་འདི་ལོ་མདོ་ཁམས་ཆུ་བཞི་སྒང་དྲུག་གི་ས་གནས་རྒྱུན་ལས་སྐབས་བདུན་པ་དེ་བྷི་བྷི་ཇེ་ཇེ། དེ་ནི་བྷི་བྷི་ཚུགས་ཆུང་ཟིན་ཚོགས་ཡོད་པ་ནང་བཞིན་གྱི་དེ་ནི་བྷི་བྷི་ཚུགས་ཆུང་གི་སྔ་དྲོ། ནས་དེ་ནི་དགོང་མོ་བར་དེ་ལ་ཡང་བྷི་བྷི་ཀློག་བྱེད་བྱེད་ད་དེ་གི་ཐུགས་ལ་ཡང་མི་དམངས་བྱ་བྱེད་ནས་ནི་ཧ་ལས་ཡག་གི་མཉམ་ཞོག།

རྣམ་པ་རེད། དེ་ག་ནང་བཞིན་གྱི་འདི་གར་གྱི་རྒྱིང་ལ་རྣམ་པ་གཞུང་སྐྱེས་བུ་ཕོ་མོ་ཤ་སྟག་རེད་ད་དེ་དག་ལ་ཡང་དངོས་གནས་ཀྱི་ཧ་ཅང་སེམས་པ་དགའ་འམ་ཡ་བོད་མི་རེད་ཀྱི་རིག་འབྱུང་ལ་རྒྱ་ཀྱི་དོན་དག་ལ་ཡང་དགའ་འམ་ཡ་དེ་འདྲས་བྱུང་གི་འདུག་དེ་ཡིན་དུས་འདི་གར་གྱི་ཁྲིམས་གཉིས་བུ་ཕོ་མོ་རྣམ་པ་རེད་དགེ་རྒན་རྣམ་པ་རེད་འདི་གར་ཕ་མ་རྣམ་པ་རྒྱབ་སྐྱོར་གནང་བ་ཡོངས་ལ་དངོས་གནས་སྙིང་ཁོང་རུས་པས་བདེ་ནས་ཐུགས་རྗེ་ཆེ་ཞུ་འདོད་པ་གཅིག་བྱུང་སོང།

གྲགས་ཀྱི་ཡོད་རེད་ལ་ཡ། ཁ་ཚོན་ཚུགས་ཚུགས་ཀྱི་གཏམ་བཤད་གནང་ན་དེ་འདྲས་ཅིག་གནང་སོང། དེ་ཡིན་དུས་ད་ང་ཚོ་ཆེ་རྟགས་དེ་གཅིག་སྒྲིལ་གཅིག་སྒྲིལ་ཟེར་དེ་གི་ཡོད་རེད་འདུག་ག་ཆུ་བཞི་སྒང་དྲུག་གི་ཚུགས་པ་གི་སྒྲིག་འཛུགས་འདི་གི་མཛད་སྒོ་འོ་ན་སྲིད་ན་རེད་དེ་དག་ཐུགས་ལ་ཡ་ཆེ་ཆོ་ག་སེམས་དང། དེ་ནས་གཞུང་ནི་ཨེག་སབ་ཀྱི་ད་ཚོགས་པ་སྤྱི་ཚོགས་ཁག་གི་ཚོགས་གཙོ་དེ་དག་ཆེ་གཅིག་སྒྲིལ་གྱི་ཐུགས་ནས་དེ་ནི་གདན་འདྲེན། གཞན་ཡང་དེ་འདྲའི་དཔྱད་ཡག་གནང་དེ་ཡང་ལུགས་སྲོལ་བཅས་ཆགས་ཀྱི་ཡོད་རེད། དེ་ནས་དེ་ག་ནང་བཞིན་གྱི་ད་ཁ་ཙོང་བི་དི་བྱས་དེ་སྐབས་ལ་ཡང་ས་ནི་དེ་ན་བི་དི་ཚོགས་ཆུང་ཟེར་ཚོགས་ཡོད་རེད་དེ་ནི་ཡིན་ན་ཡང་དེ་གི་ཐུགས་ལ་དེ་ནི་ཚོགས་ཚོ་ཟེར་པ་དེ་ཚོ་ཟེར་པང་ཅན་ནི་ག་དེ་ཡིན་ན་དབུས་ས་གངས་རི་ཀླུ་ཀི་ཡོད་ན་ཡང་དེ་གི་ཐུགས་ལ་ཡང་ག་དེ་ཡིན་ན་སྐད་བཏང་འདུག་ཡ་བཅས་ལུགས་སྲོལ་བཅས་དེ་འདྲའི་བཅས་ཡོད་རེད། ད་ནི་དེ་ག་ནང་བཞིན་གྱི་ཆའི་ལོ་འཁོར་ལས་བསྡོམས་དེ་ཚོ་ཡང་ད་མི་མང་ལ་བསྙེན་རུང་ཞིག་བྱེད་ཅེས་ད་ནི་བི་དི་ཚུགས་ཆུང་གི་མཐའ་མི་གྲུབ་འབྲས་དེ་ཚོ་ཡང་མ་གསར་བསྒྲགས་བྱེད་ཅེས་ད་ནི་ག་ཚུང་ཆའི་ཚང་མ་གི། དགའ་ཞིང་སྤྲོ་བཞིན་གྱི་ངང་ནས་ད་ནི་རྗེས་དྲན་དེ་གཏོང་གནང་ཡ་དེ་འདྲའི་ཆའི་བྱུང་སོང་དེ་ཡིན་དེ་རྣམ་པ་ལྷན་སྐྱེས་ཀྱི་ཐོག་སྙིང་པོ་དང་སྤྲོ་བའི་ངང་ནས་གསན་གསལ་ཡོད་པ་ཞིག་བཀའ་དྲིན་ཆེ་ཐུགས་རྗེ་ཆེ།